འཛམ་གླིང་གང་སར་བཞུགས་པའི་བོད་ཀྱི་སྐད་ཡིག་རིག་གཞུང་དང་ནང་ཆོས་ལ་དོ་སྣང་གནང་མཁན་ཚང་མ་ལ་སྔ་དྲོ་དེ་རེད་ཞུ་གི་ཡོད། ད་དེ་ངས་དེ་དེ་རིང་དྲི་བ་གསུམ་ཁྱེད་རྣམ་པ་ཚོ་ལ་བཏང་ཡག་ཡིན། ད་ད་དེ་དྲི་བ་དེ་ཚོ་ང་རང་ཚོའི་ཉིན་རེ་ཉིན་རེ་མི་ཚེ་ལ་ཡིན་གཅིག་མིན་གཅིག་བེད་སྤྱོད་བྱེད་དགོས་ཡག་གི་ཚིག་གྲུབ་རེད།

གལ་སྲིད་ཁྱེད་རྣམ་པ་ཚོ་བོད་སྐད་ཡག་པོ་ཡོད་ན། ཁྱེད་རྣམ་ཚོས་འདི་ནས་དབྱིན་ཇི་སྦྱང་ཐུབ་གི་རེད། གལ་སྲིད་ཡང་ད་ལྟ་ཨ་མི་རི་ཀ་དང་ཀེ་ན་ར་ལ་བཞུགས་མཁན་ཕོ་གསར་མོ་གསར་ཚོ། བོད་སྐད་ལས་དབྱིན་ཇི་ཡག་ག་ཡོད་མཁན་ཚོས། བོད་སྐད་ལ་འདི་ལབ་ཡ་ཐབས་ཤེས་གནང་དགོས་ཀི་ཡོད་རེད་སོ་སོ་རང་གིས་ཀླད་པ་བེད་སྤྱོད་བྱས་ནས།

བརྙན་ཐུང་གི་ནང་ལ་བྲིས་པའི་སྐབས་ལ། བོད་པ་ཚོ་དོ་སྣང་དེ་ཙམ་གནང་གི་མི་འདུག་ཨ་ནེ་ཚིག་གྲུབ་དེ་ཚོ་ལ་ལོན་སྐྱོན་མཁན་པད་མི་སྲིད་དཀོན་པོ་མེད་པ་ཙམ་རེད། མེད་པ་ཙམ་རེད་ད་ཕྱི་རྒྱལ་བ་ཚོས་དོ་སྣང་གནང་ཆེད་དེ་འདྲའི་ལ་ལན་སྐྱོན་མཁན་དེ་འདྲའི་འདུག་ཨ། སློབ་ཆུང་ཡིན་གྱི་མིན་གྱི་གནང་དགོས་སྐོར་དེ་མ་ཡིན་ན། དེ་ཁྱེད་རང་ཁོར་ཡུག་ག་འདྲའི་ཅིག་གི་ནང་ལ་ཞུགས་ཡོད་རེད། ཁོར་ཡུག་འདིའི་མི་ནང་བཞིན་ཅིག་ཆགས་ཡ་མ་གཏོགས་འདི་ལས།

དཔལ་འབྱོར་གྱི་གནས་སྟངས་ཨའོ་ཚི་ཡོད་མཁན་ཚོ་དེང་སང་རྫུན་པ་ལ་ཕེད་ཅེས་གཟུགས་པོ་ཡག་པོ་བཟོ་ཡག། མི་གཞན་དག་གི་ལྟ་བའི་ལྟ་སྣང་མཐོང་ཆོས་ལ་ཡག་པོ་མཐོང་ཡག་གི་ཆེད་དུ་འགྲོ་སོང་བཏང་རྗེས་གཟུགས་པོ་ཡག་པོ་བཟོ་གི་ཡོད་པ་ད་ག་ནང་བཞིན་གཟུགས་པོ་ཡག་པོ་ཡོད་པ་ཙམ་གྱིས་འགྲིག་གི་ཡོད་མ་རེད། སེམས། སེམས་ལ་ཡང་སྦྱོང་བརྡར་མ་སྤྲད་པ་ཡིན་ན། ཁོ། བསམ་བློ་བཏང་ཡག་གི་འདུས་པ་དེ་ག་ལེར་ག་ལེར་འགྱམ་ཉམས་འགྲོ་གི་རེད། ཨ་ནེ་ཁར་ས Remote Control གི་མོ་ཏྲ་ནང་བཞིན་ཕ་ནས་མནན་ན་ཨ་ནེ་ཤི་ནས་འགྲོ་གི། ཕ་བཅོས་ནས་མི་གཅིག་གིས་འདི་ནོར་བ་རེད། འདི་ཡག་པོ་རེད་ཟེར་མཁན་གྱི་མ་མ་བྱུང་བར་དུ་དེ་འདྲའི་སྒུག་ཅེས་ཞུ་བ་ཡིན་ན་འགྲིག་གི་ཡོད་མ་རེད་ད་འདི་ཚོ

ཕེབས་མཁན་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན།